ཀུ་མ་ཅཱ་འགྲོ། ཀུ་མ་ཅཱ་འགྲོ། ད་ད་ལོ་དགོན་པ་ལ་གྲོང་བརྡལ་ཤེས་ཡག་གི་ཆེད་དུ་ཀུ་མ་ཅཱ་འགྲོ་གི་འདུག་དེ་འདྲ་བྱས་ཡོང་དུས་ཁོང་ལ་ཡང་དམངས་ཁྲོད་ཀྱི་ཆུའི་ལྟ་སྟངས་ཅིག་རེད་ད་ངོ་ནས་དྲ་གནས་འགྲིག་གི་མ་རེད། ད་རེ་གཅིག་གིས་དཔེར་ན། མ་ཎི་ཆེན་པོ་བརྐོ་ས་དེ་འདྲའི་གི་ད་མ་དཔལ་སྤུངས་ཆེན་པོ་ཡོད་ས་དེ་ནས་ཐ་མདོར་ཚར་གཅིག་བརྐོས་ནས་དུ་མི་བརྒྱ་ཐམ་པ་ལ་བཙོང་བའི་ལོ་རྒྱུས་ཡོད་རེད་ད། ཐ་མདོ་ཚར་གཅིག་ང་ཚོའི་ལོ་རྒྱུས་གོ་སོང་ཨ། དཔེར་ན་ཐ་མདོ་ཚར་གཅིག་བརྐོས་ནས་རྡོ་བརྐོས་ནས་འདུག་བཞག་བཞག་ཡོད་རེད། ཁོའི་མཐའ་འདོགས་ཚར་གཅིག་ཉོ་གི་ཡིན། བསྐོ་དགོས་ཟེར་ལབ་དུས་འོ་འདི་རེད་ཡིན་གོ་འདི་ཡིན་གོ། སྒོར་མོ་ལེན་ཚར། ཡང་དེ་སྐོར་བསྡད་དེར་ཁོར་རྒྱུགས་འགྲོ་རུ་བཏང། ཡང་ཆོས་ལས། རྡོ་འདི་ན་ལྷག་དེ་རུ་མར་ནི་རྩར་ལས། ཡང་མར་ཁུར་ཡང་དེ་ན་བཞག། འོ་ཆོས་སྐོར་འོ་ཆོས་འོ་འདི་འདི་ཡིན་གོ་མཐའ་འདོགས་ཚར་གཅིག། ཡང་ཆོས་ལ་ཡི་རྩིས་སྤྲད། ཆོས་ལ་ཡི་རྩིས་སྤྲད་ཆོས་ལ་ཡི་རྩིས་སྤྲད། མཐའ་འདོགས་ཚར་གཅིག་གིས། མི་བརྒྱ་ཐམ་པ་ལ་བཙོང་གཉིས། མཐའ་འདོགས་ཚར་བརྒྱ་གི་རིན་པ་བླངས་ཀྱིས་དེ་ཡང་ང་ཚོའི་ཆོས་པ་རེད། བོད་ཀྱི་ནང་པའི་དམངས་ཁྲོད་ཀྱི་ཆོས་པ་རེད།

ཆོས་སྲུང་གཅིག་འདུག་ཟེར་དེ་འདྲི་ཟེར་ཤེས་དགོས་པ་རེད། དྲང་མོ་དྲང་བྱ་ཤེས་ན་དམྱལ་བའི་ནང་ལ་དེ་འདྲའི་འགྲོ་ས་ཅི་ཡོད་རེད་བས། ཡོད་ཀྱི་མ་རེད། དམྱལ་བའི་ནང་ལ་དེ་འདྲའི་སོང་དུས་གང་ལ་དཔེ་ན་ཁོང་ཚོ་ལྕགས་རྫི་ཡིན་པ་རྫིམ་པ་ཡིན་པ་ག་འདྲ་ཞིག་ན་ཧ་གོ་དགོས་རེད། ང་ཚོས་དྲང་མོ་ཤེས་ནས་བསམ་བློ་ཞིག་བཏང་བ་ཡིན་ན། དམྱལ་བའི་ནང་ལ་འགྲོ་མཁན་གྱི་མི་དེ་ཚོས། སྐད་ཆ་དེ་ཁ་ཡོང་དུས་གང་ལ་རང་གི་ཕ་ཡུལ་གཅིག་པ། རང་གི་ས་ཕྱོགས་གཅིག་པ། རང་གི་ཡུལ་ཤོག་གཅིག་པ། ས་ཆ་གཅིག་ཡིན་ན་རང་གི་ངོ་ཤེས་ས་ས་ཆ་དེ་མ་གཏོགས། ཨ་མི་རི་ཀ་ནས་སྐྱེས་མཁན་གྱི་མི་གི་ཁོ་ལ་ཆ་བཀག་གི་ཡོད་མ་རེད། ཨ་ནི། རི་བོན་གྱི་རྒྱ་བན་ཟེར་ཡ་དུ་རྒྱ་བན་ནས་སྐྱེས་མཁན་གྱི་མི་གི་ཁོ་ལ་ཆ་བཀག་ཡོད་མ་རེད། ཡིན་ན་མིན་ན་ཆ་བཀག་མཁན་དེ་འདི་ལུགས་དེ་རྫ་ཞི་ཁ་བ་ཡིན་ན་རྫ་ཞི་ཁ་བའི་ས་ཆ་ནས་ཏག་ཏག་སྨྲ་ཐུབ་གི་ཡོད་རེད། དེ་འདྲ་ཡིན་གྱི་མ་རེད། གཉའ་བའི་ནང་ལ་བསླས་སོང་དུས་གོང་ལ་ང་ཚོ་གཅིག་གི་ཨ་ནི་ཟི་ལིང་གི་བོད་མི་ཁྲང་ར་བསླས་སོང་བའི་སྲོལ་འདྲ་བོ་དེ་འདྲས་གི་ཨ་ནི་བོད་མི་ཁྲང་ར་བསླས་སོང་ན་ང་རང་གི་བུ་ཐུག་དགོས་ས་གི་བོད་པ་ག་ཞིག་ཐུག་གི་འདུག་བ། བོད་རིགས་ཆ་ཚོགས་ཐུག་ཡོང་གི་འདུག་བ། དེ་འདྲ་བོ་གཅིག་མ་རེད།

ཡང་མེད་ན་ཨ་མདོ་ཆུ་ལ་སྐྱེལ་བྱ། ཡང་མེད་ན་རྫ་ཆུ་ཁ་ལ་སྐྱེལ་བྱ། ཡང་མེད་ན་བྱང་མདོ་ལ་སྐྱེལ་བྱ་ལྷ་ས་ལ་སྐྱེལ་བྱ་དེ་མ་གཏོགས་པའི་ཨ་རི་ལ་སྐྱེལ་བྱ་རྒྱ་བལ་ལ་སྐྱེལ་བྱ་དེ་ཚོ་གཏན་ནས་ཡོད་མ་རེད། ང་རང་གི་ས་ཆ་ཤི་ས་གཅིག་ལ་མ་གཏོགས་གཏན་ནས་སྐྱེལ་ཡོད་མ་རེད་དེ་རྒྱུ་མཚན་ག་རེད། ང་ཚོ་འཁོར་བ་ལ་ཐོག་མ་མི་འདུག་ག་པར་ཡིན་ན་འཁོར་འགྲོ་གི་འདུག།

ལྕེ་ལྡག་འཁྲིགས་ནས་ད་དེ། ལྕེ་ལྡག་གནང་མཁན་དེ་ཕལ་ཆེར་ང་ཚོའི་ཁང་གི་ཕྱོགས་ནས་ཨ་ནི་ཆེ། སྐད་གྲགས་ཆེན་པོ་ཆེ། ཨ་ནི་ག་བ་ཅེས་བྱ་ཟེར་ལབ་དུས། བྱང་སྦྲང་མི་ཉན་ལ་ཡ་དགེ་སློང་ཚད་ལྡན་ཅིག་གིས་ཅེ་བ་ལང་བྱ་ཟེར་ལབ་པ་རེད། བྱང་སྦྲང་མི་ཉན་ལ་དགེ་སློང་མས་ཟེར་ལ་ནི་ནང་ཆོས་ཀྱི་ནང་ལ་ཡོངས་གྲགས་རེད། དགེ་སློང་མས་ས་ཅིག་ལ་དགེ་སློང་ཚད་ལྡན་ཅིག་གིས་ཅེ་བ་གླེང་ཡོང་དུས་ག་རེ་བྱེད་པར་བལྟ། གཅིག་རེད། གཉིས་ནི། ངས་མངོན་སུམ་མཐོང་ཡག་ཅིག་རེད་དངོས་གནས་དྲན་ནས་ངས་དེ་དུས་རྒྱུན་དུ་དཔེ་ཁྲིད་སྐབས་ལ་ཡང་བཤད་དེ། མངོན་སུམ་མཐོང་ཡ་གཅིག་ལ། ང་ཚོ་ལུང་པ་གི་ནང་ནས་མི་གཅིག་གི། མི་དེ་དཔལ་འབྱོར་ཆེན་པོ་ཅིག་རེད་ཁོ། དེ་སྲིད་རྨེ་ཤི་འདྲ་བོ་ཞིག་ནས་ཤི་སོང་ཡག་པོ་ཞིག་ཤི་ནས་མ་ཤི་བ་ཞིག་རེད། དེ་ནས་ཁོ་རང། འདས་ལོག་དེ་རྩ་ལ་སོང་ནས་སྐྱེས་རྟགས་ཞུ་བའི་སྐབས་ལ། ཁོས་ག་རེ་ལབ་བྱས་ཟེར་ན། སྙིང་རྗེ། ཁོ། ངན་སོང་མུ་མཐའ་མེད་པའི་གནས་ལ་སྐྱེས་ཤག་ཟེར་ལབ་རེད། དང་པོ་ཤི་བའི་ཉི་མ་དེ་ཤི་ཉི་མ་རེད། དེ་ནས་ག་རེ་བྱེད་དགོས་ས་རེད་ད་ཁོ་ཅིག་གང་དྲག་ག་རེ་བྱེད་དགོས་ཀྱི་རེད་ང་ཚོས་ཆོས་ག་ཚད་ཡིན་ན་སྒྲུབ་ཀྱི་ཡིན་ཟེར་ལབ་བྱས། དེ་ལབ་དུས་དགོང་ལ། ཨ་ནི་ཉི་མ་བདུན་ཕྲག་གཅིག་གི་ནང་ལ། ཡིན་གྱི་མིན་གྱི་ཁྱོད་རང་ཚོའི་གི་ཅོ་དར་ལུས་ཚད་སྟོང་ཕྲག་གཅིག་ལས་དགོས་གི་འདུག། དེ་ཨ་ནི་ཆུ་ཆེན་པོ་གཅིག་གི་ཕ་རི་ཚེར་འཐེན་དགོས་གི་འདུག་ལབ་ཤི། ཅོ་དར་ལུས་ཚད་སྟོང་ཕྲག་གཅིག་དེ་སྔོན་ནས་ཉི་མ་བཞི་ལྔ་གཅིག་ན་འགྲོ་སོང། ཕལ་ཧ་ལས་པ་ད་དཔལ་འབྱོར་ཆེན་པོ་རེད་ཤག། བསྒྲུབས་སོང། དེ་བསྒྲུབས་ཚར་དུས་ངས་མངོན་སུམ་དུ་མཐོང་ས་ད་ག་རང་ལ་དགར་སོང་དགར་ཚར་དུས་ངས་ཚེ་དེ་ཕྱི་ཉིན་མོ་ཉི་མ་བདུན་ཕྲག་གཅིག་གི་རྗེས་ལ་ཡ་འདས་ལོག་དེ་རྩ་ལ་ཡ་སོང་ནས་ག་རེ་ལབ་སོང། ད་ད་གེ་ངན་སོང་སྐྱེས་ཏེ་འདུག་བ། ད་ཉི་མ་བདུན་ཕྲག་གཅིག་གི་ཚོགས་སུ་དགེ་སློང་ཚད་ལྡན་གཅིག་སྐྱེ་བ་ལགས་ཤག། དེ་འདྲའི་ལབ་ཤི། ཉི་མ་བདུན་གྱི་ནང་ནས་ངན་སོང་ནས་ཚེ་འཕོས་ཀྱི་དགེ་སློང་ཚད་ལྡན་རེ་ཡ་ཡོད་རེད་པས། དགེ་སློང་ཚད་ལྡན་རེ་བ་ལ་མི་ལ་སྐྱེ་བ་ལང་གྱི་ལོ་ཉི་ཤུ་ལ་དགོས་རེད། ལོ་ཉི་ཤུ་ཚེ་མ་རེག་པ་གདམས་པ་གླེང་ནས་དགེ་སློང་ཚད་ལྡན་ཆགས་དགོས་རུ་མ་གཏོགས་ད་ག་ཚད་དགེ་སློང་ཚད་ལྡན་རེ་གི་མ་རེད་པ། ད་དུགས་སུ་ལབ་རེད། སྙེ་མ་ཡང་དེ་ནང་བཞིན། ཨ། དེ་འདྲའི་ལྷ་ཡོད་མ་རེད། ཇོ་དར་ལུས་ཚེ་སྟོང་ཕྲག་གཅིག་གིས་ངན་སོང་མི་མཐའ་མེད་པའི་གནས་དེ་ནས་ཡང་དགེ་སློང་ཚད་ལྡན་གྱི་མི་ལུས་གཅིག་ལ་ལེན་ཐུབ་གི་ཡོད་ན། ཨ་ནི་ང་ཚོ། དཔལ་འབྱོར་ཆེན་དེང་སང་སུ་ཡང་ད། འགྲོ་གི་མ་རེད། རྒྱུ་ཆེན་པོ་ཏུ་ཏུ་དམྱལ་བར་འགྲོ་གི་མ་རེད་ཇོ་དར་ལུས་ཚེ་གཅིག་གིས་དམྱལ་བར་ལེན་ཐུབ་གི་མ་རེད། འདི་མ་རེད། དུ་གཅིག་རེད། དེ་འདྲའི་དེ་འདྲའི་འདྲ་བོ་ད་ང་ཚོ་མོང་ཁྲོལ་གྱི་ད་བོད་ཀྱི་དམངས་ཁྲོད་ཀྱི་ཆོས་ལུགས་ཀྱི་ནང་ནས་བཤད་ན་དངོས་གནས་དྲང་གནས་ཀྱི་ད་དཀའ་ངལ་མང་པོ་ཞི་བོ་གཅིག་གིས་ད་ཆོས་ལུགས་འདི་རྨོངས་དད་ཀྱི་ཐོག་ཏུ་ཕྱིན་ནས་ང་ཚོ་མི་རིགས་དེ་ལ་ཡང་སྐྱོན་ཆ་ཆེན་པོ་གཅིག་བརྒྱབ་ཡོད་པ་སོང་ཙང་ང་ཚོས་ག་དུས་ཡིན་ན་བསམ་བློ་གཏང་དགོས་ཡ་གཅིག་ལ་བོད་ཀྱི་ནང་པ་སངས་སྐྱིད་པའི་ཆོས་ལུགས་དེ་མ་འོངས་པ་རྒྱུན་གནས་ཀྱི་མུ་མཐུད་ནས་གནས་དགོས་ཀྱི་ཡོད་ན་ད་བོད་ཀྱི་སེར་སྐྱར་ཕོ་མོ་གི་དབྱེ་བ་མེད་པ་ད་ནང་ཆོས་ཀྱི་གོ་རྟོགས་ནང་ཆོས་ཀྱི་རྒྱུན་ཤེས། ནང་ཆོས་ལ་སྒུག་པ། ནང་ཆོས་ཀྱི་དང་བ། ནང་ཆོས་ལ་དང་འདོད། དངོས་གནས་མཚན་དེ་ནི་ཡིད་ཆེས་བྱེད་པ་གྱིས། མཚན་དེ་ནི་དད་པ་བསྐྱེད་ཤེས་མཁན་གྱིས། ཡིད་ཆེས་ཀྱི་དད་པ་བསྐྱེད་ཤེས་མཁན་གྱིས་བཟོ་དགོས་རེད་དྲན་གི། དེ་མ་བཟོ་བ་ཡིན་ན། ཨ་ནི་མི་རིགས་ཀྱི་ནང་ལ་ཤེས་ཡོན་དང་རིག་གནས་ཀྱི་ཅིག་ཁོར་ཡུག་དང་འཛམ་བུ་གླིང་གི་ཚན་རིག་དང་འཕྲུལ་ཆས་ཀྱི་ཡར་རྒྱས། ཨ་ནི་བསམ་བློ་གི་ཡར་རྒྱས་དེ་ཚད་མཐོར་མཐོར་མཐོར་མཐོར་ཕྱིན་ཡོང་དུས་གོང་ལ་ཏིལ་ནམ་པ་སངས་རྒྱས་པའི་ཆོས་ལུགས་དེ་ཇེ་སྡུག་ཇེ་ཞན་བྱས་ཉམས་འགྲོ་གི་རེད་བསམ་གི་ཡོད། ཡང་འདིས་ང་རང་ཚོ་ཇེ་སྡུག་ཇེ་གཞན་འགྲོ་ནས་ང་རང་ཚོ་མི་རིགས་འདི་ལ་ཕན་ཐོགས་མེད་པ། དགོས་མཁོ་གཏན་ནས་མི་འབྱུང་བ་ཅིག་ཡིན་པ་ཡིན་ན་ད་དྲི་གི་འདུག་གོ་མཉམ་ན་མཉམ་མེད་ན་མེད་ཁེལ་བ་ཁེལ་མི་འདུག་ཡིན་ན་ཡང་འདིས་འཛམ་གླིང་གི་ནང་ལ་ཡ་མཚན་གི་ཆོས་ལུགས་རིན་ཐང་ཅན་ཅིག་དང་ད་ལྟ་ཚན་རིག་པ་དེ་ཚོས་ཡང་མིག་གཉིས་བགྲད་ནས་ད་ནང་པ་སངས་རྒྱས་པའི་ཆོས་ལུགས་ནི་ཅིག་རག་གི་ཡོད་རེད་ཟེར་ཡ་ཅིག་དཔེར་ན་ཁོ་རང་ཚོས་ཟེར་གི་ཡོད་རེད། རྡུལ་ཕྲན་དང། གཟུགས་ཅན་གྱི་དཔེར་ན་རྟག་ཆད་ཀྱི་སྐོར་ལ་ནང་པ་སངས་རྒྱས་པའི་ཆོས་ལུགས་པ་དེ་ཚོས་ཀྱིས་ཡང་ཁོང་ཚོ་ལ་ཕ་བཏགས་དགོས་ཀྱི་འདུག། གནམ་གཤིས་དང་སེམས་ཀྱི་རྣམ་གཞག་གི་ཐོག་ནས་བཤད་ན་ཚན་རིག་པ་དེ་ཚོས་ངེས་པར་དུ་ནང་པ་སངས་རྒྱས་པའི་ཆོས་པ་དེ་ཚོའི་ནང་ནས་རག་བརྗོད་ཀྱི་འདུག་ལབ་ཀྱི། དེང་སང་འཛམ་གླིང་གི་ནང་ལ་ཆེས་མཚན་སྙན་ཆེ་བའི་ཆོས་ལུགས་འདི་རྒྱུན་འཁྱོངས་བྱེད་དགོས་ན་འོ་ནི་དམངས་ཁྲོད་ཀྱི་ནང་ལོགས་ལ་ཡ་ཡིན་གཅིག་མིན་གཅིག་ནང་ཆོས་ཀྱི་གོ་རྟོགས་ཡོད་པ་གཅིག་གི་ཐོག་ནས་བྱེད་དགོས་ཀྱི་འདུག་བསམ་གྱི་ཡོད། ད་འདི་གཉིས་ཡང་སྡོམ་ཚིག་གི་ཐོག་ནས། འོ་ན་དམངས་གཙོའི་ལ་ནང་ཆོས་གོ་གོ་རྟོགས་སྦྱིན་བྱེད་ཅིག། ཤེས་དགོས་ཀྱི་ཡོད་ན་ག་འདྲས་ཅིག་བྱེད་དགོས་ཀྱི་འདུག་ཟེར་ལབ་པ་ཡིན་ན། འདི་ལ་ཡང་དང་པོ་ག་ཆེ་བ་དེ། ཨ་ནི། གསོན་པོའི་རི་འགྲོ་འདི་དང། ཤུ་བོ་ལ་སྔོ་སྨོད་བྱེད་དང། འདི་ཆིག་ག་ཆེ་བ་ཅིག་རེད་ང་ཚོས་ཤེས་དགོས་ཡ་ཅིག་རེད། དཔེར་ན་གསོན་པོ་ལ་རི་འགྲོ་བསྒྲུག་གི་ཡོད་ན་སྐུ་རུམ་བསྒྲུག་གི་ཡོད་ན་སྐུ་རུམ་བསྒྲུག་མཁན་གྱི་མི་དེ་ལ་ཆ་རྐྱེན་ག་འདྲས་ཅིག་དགོས་ཀྱི་འདུག། སྐུ་རུ་འབྲུ་ཟག་གི་མི་དེ་གི་ནད་པའམ་ཡང་ན་ལམ་འགྲོ་རྒྱུག་པ་དེ་འདྲས་ཀྱི་ཆེད་དུ་ཡིན་པ་ཡིན་ན་ཁོ་རང་ཚོ་ལ་ཆ་ཆེན་བསམ་བློ་ག་འདྲས་ཀྱི་གོ་དགོས་དོན་རེད་གཉིས་ཀྱི་ན་ཚ་ན་ལྟས་ངན་གྱི་མི་ཞིག་ཡིན་པ་ཡིན་ན་ཕྱིའི་བསམ་བློ་གི་རེ་བ་ཆེན་པོ་བྱེད་ཀྱི་འདུག་ང་ན་གི་འདུག་ང་ལམ་འགྲོ་མེད་ང་ལ་ཡང་ན་ཡ་དེ་དྲག་པའི་ཆེད་དུ་ལམ་འགྲོ་ཡོང་བའི་ཆེད་དུ་བསམ་བློ་བཏང་དུས་གོང་ལ་ད་ག་ཆེ་ཤོས་དེ། སྒྲུབ་མཁན་གྱི་ངོས་ནས་བསམ་བློ་བཏང་དགོས། ཀུ་རུ་སྒྲུབ་མཁན་གྱི་མི་དེ་ཚོས་དོ་དགོང་དགོང་མོ་ཀུན་མཇལ་ག་ཚད་རྒྱག་ཡོང་བསམ་རྒྱུ་དང། དེ་རིང་ཉིན་གུང་ཞལ་ལག་ག་ཚད་གཡག་ཡོང་བསམ་རྒྱུ་དེ་མ་གཏོགས་མེད་པ་ཡིན་ན་གཏན་ནས་མི་འགྲིག། ངེས་པར་དུ་མི་ལ་ཕན་སེམས། བསམ་པ། ཡོད་པའི་ཐོག་ནས་ད་འོ་ན་ག་རེ་དགོས་ཀྱི་འདུག་ཆོ་ག་ཆ། ལག་ལེན་བྱེད་ཡ་དེ། ང་ཚོ་ནང་པ་སངས་སྐྱིད་པའི་ཆུ་གཞུང་ནུ་མ་གྱོང་པ་ནང་བཞིན་གྱི་ཆོ་ག་དཔེར་ན་ཚེ་སྒྲུབ། ནད་སེལ། བར་ཆད་ལམ་སེལ། བྱེད་ཡ་གི་ཆོ་ག་དེ་རང་གི་ནང་དོན་གང་འཚམ་གྱི་ཤེས་ནས། ཕན་ཐོག་གི་རྣམ་བཞག་དེ་ཤེས་ནས། སྒྲུབ་པ་པོ་དགེ་ཚུལ་ལུང་གྲྭ་པ་སུ་ཡིན་ན་ཡང་རང་གི་ནང་དོན་དང་ཕན་ཐོག་ཤེས་པའི། གི་ཐུགས་ནི་ད་སྒྲུབ་པ་གཅིག་དགོས་ཀུན་ཏུ་གཅིག། གཉིས་ནི་ཤི་བོ་དེར་ད་ང་ཚོ་དཀའ་ངལ་ཆེ་ཤོས་ཀྱི་ཤི་བོ་དེར། དེང་སང་གི་བོད་ཀྱི་ས་ཆ་མང་པོ་གཅིག་གི་ནང་ལ་སེམས་ཅན་ཤི་ལུགས་དེ་ཤེས་ཀྱི་མི་འདུག། ང་རང་ཚོ་ཤི་ཟེར་ཡ་དེ་སྨན་པའི་སྨན་ཁང་ནས་ད་ཤི་སོང་བ་རེད་ཟེར་ཡ་ཅི་ཡོད་རེད། འདི་ག་རེ་རེད་ཤི་བོའི་ཆད་པ་དེ་རེད། ངོ་མ་གི་ཆད་ནི་ནང་བའི་ཆད་ཡ་དེ་ལ་རིང་པོ་བསྡད་མཁན་ཉི་མ་བདུན་ཕྲག་གཅིག་གཉིས་བསྡད་མཁན་ཡ་ཡོད་ཀྱི་རེད། གང་ཚེ་ཡིན་ན་ཡང་ཉི་མ་གསུམ་གྱི་རིང་ག་ལ་རྣམ་ཤེས་བསྡད་ཀྱི་རེད། ཕར་མོ་བྱས་ཏེ་ད་ཕར་མོ་བྱས་ཏེ་རྣམ་ཤེས་ལུས་ལ་ཉི་མ་གསུམ་གྱི་རིང་ག་བསྡད་ཀྱི་རེད། རྣམ་ཤེས་ལུས་ལ་ཉི་མ་གསུམ་གྱི་རིང་ག་བསྡད་ཚེ་རིང་ག་དེ་ལ་རང་གི། ད་ཕ་མ་རྒན་མགོ་སུ་གཅིག་ཤི་བ་ཡིན་ན་རོ་དེ་ཕུང་པོ་དེ་བདག་པོ་རྒྱག་ནི། མགོ་ལྕོག་མ་རྒྱག་ནི། མ་བསྡམས་ནི། བཞག་དགོས་ཀྱི་རེད་མ་གཏོགས། ད་དེ་ཕུང་པོ་དེ་དེ་ན་ཡོད་པའི་སྐབས་ལ་བདམས་ཅིག་ཚང་མ་བཞོས་བཞག་པ་ཡིན་ན་ཕ་ཞེས་མི་བསད་པ་ལྟ་བུ་རེད། ཁོ་ནང་དབུས་ཆད་ཡོད་མ་རེད། དེ་ག་ཞིག་ག་ཞིག་གི་ད་དེ་རིང་ཤི་སོང་ན་དེ་རིང་འདམ་གཅིག་སག་ནང་ན་ལས་བྱ་དུས་ཁོང་ལ་ད་མི་བསད་པ་ལྟ་བུ་ཞིག་རེད། དཔེར་ན་ང་ཚོ་དེ་འདྲས་བསད་རྒྱུ། ཨ་ནི། ཨ་ནི་ནང་ཆོས་ཀྱི་ཐོག་ནས་བཤད་དུས་ཁོང་ལ། ཨ་ནི་དགེ་སློང་གཅིག་གིས། ཨ་དེ་ནི། དེ་འདྲས་ཀྱི་དཔེར་ན་ཕོ་བ། ཁ་ར་ཤི་མེད་མཁན་གྱི་གང་ཟག་ཅིག་མི་གཅིག་དེ། དེ་ནི་འདམ་གཅིག་གིས་ནང་དབུས་ཆད་བྱུ་བྱ་བ་ཡིན་ན་ཕམ་པ་འབྱུང་སྲིད་ཅེས་དེ་འདྲས། སྲོག་གཅོད་པའི་ཕམ་པ་འབྱུང་ཟེར་གྱི་དེ་འདྲའི་སྐད་ཆ་ཡོད། དེ་ཡིན་པ་སོང་ཙང་ང་ཚོ་བོད་ཀྱི་ས་ཞབས་མང་པོ་ཅིག་ནས་ཤི་དགོས་ཡ་གནད་འགག་གཅིག་ལ་ཡ། ཆུ་བོ་ལ་སྔོ་སྨོན་དང་ཆུ་བོའི་རྒྱན་ཇུས་ཞེས་པ་དེ་ཡི་ཡ་གི་ཐུགས་ནི་དེ་ཡི་བྱས་ལུས་བྱས་སྟངས་དེ་ལ་ཅིག་ཤི་ཚར་བའི་རྗེས་དེ་ལ་ཉི་མ་གསུམ་གི་རིང་གང་ལ་ལ་བར་མི་འཆང་བ་ཞིག་ཡི་ཡ། དེའི་མཚམས་ནས་དེ་ནི་ཁོ་རང་ནས་ཁ་རོག་དེ་གར་སོ་རེ་གདམ་དགོས་ན་འདྲ་ཅིག་དགོས་ན་འདྲ་རོག་ལས་ག་རེ་བྱེད་དགོས་ན་ད་ནམ་རྒྱུན་གྱི་ལུས་སོ་ན་བཞིན་བྱེད། ཤི་བའི་རྗེས་ཀྱི་སྔོ་སྨོན་ཞེས་པའི་སྐབས།

ཀུན་མཁྱེན་དེ་ང་ཚོས་དང་གི་ཤེས་དེ་རེད་མ་གཏོགས་ཆ་ཆེན་ཤེས་ཡོད་མ་རེད་མ་གཏོགས་དབང་ཀུན་མཁྱེན་གྱི་མི་དེ་ལ་ཧ་ཅང་གི་ཆེ་ཤོས་མང་པོ་ཞིག་ཚང་དགོས་གི་རེད། ང་འདོན་པ་འདོན་ཤིག་འདར་སྒྲ་ཤིག་དྲི་བ་དྲོ་ཤིག་དེ་ཙམ་གྱིས་དབང་ཀུན་ཆོག་གི་མ་རེད། མ་ཆོག་པ་ཡིན་ཙང་ཨ་ནི་དབང་ཀུན་མཁྱེན་གྱི་མི་དེ་ལ་ཅི་ཚང་དགོས་ཀྱི་གི་ཆ་ཆེན་མང་པོ་ཞིག་ཡོད་པ་སོང་ཙང་དབང་ཀུ་ཡ་དེ་ཚད་དང་ལྡན་པ་རེད་དམ་མི་རེད་གཉིས་སུ་རེད་དུས་རེད། ཚད་དང་ལྡན་པ་མ་རེད་ན་དགོས་མཁོ་མེད་པ་དེ་རེད། ཚད་དང་ལྡན་པ་རེད་ན་དེ་འགྲིག་གི་ཡོད་རེད། དེ་ནི་ཕོ་ལུང་རྒྱག་པ་འཕོ་བ་བཏང་ཟེར་ཡ་དེ་ག་རོ། ད་ག་ཟ་ཁོ་འདོན་པ་ཅི་འདོན་ཅི་ཕལ་ཙི་བཞག་དེ་ཙམ་གྱིས་ཀྱི་འཕོ་བ་ཐེག་གི་ཡོད་མ་རེད། འཕོ་བ་ཐེག་མཁན་གྱི་མི་དེ་རང་ལ་ཡང། སྔགས་ཀྱི་བསྐྱེད་རྫོགས་ཀྱི་ལམ་གྱི་རིམ་པ་ལ་ཡང། ཉམས་མྱོང་དང་རྟོགས་པ་ཡོད་མཁན་གྱི་དགོས་ཀྱི་ཡོད་དུས། ད་དེ་ལས་ག་རེ་བྱེད་འོས་ཟེར་ན་དེང་སང་གི་ཤི་བོ་ཤི་སོགས་ཤི་ངོ་ག་ཟ་ཤི་བོའི་གྱི་རྗེས་འཇུག་བྱེད་སྟངས་དེ་ལྟར་དུ་བྱས་ན་དངོས་གནས་བྱས་ན་ཉེན་ཁ་མེད་པ། ཕན་ཐོགས་ཡོད་པ་དེ་གང་བཤད་དགོས་ཀྱི་འདུག། ད་ང་ཚོ་དཔེར་ན་ཐར་པ་ཆེན་པོའི་མདོ་ལྟ་བུ་ཡང་ནས་ཡང་དུ་སྒྲོག་རྒྱུ། དེ་ནི་རྩ་བ། ནི་ཕ། ནི་གཞུང་ཆེན་བཀའ་པོད་ལྔ་གི་རྩ་བ་ལྟ་བུ། ད་ག་ནང་བཞིན་གྱི་ཅིག། ནི་ལྟ་བའི་གི་ལས་བྱེད་ཆེན་པོ་དེ་འདྲའི་གི་དོན། ནི་གཞུང་ཆེན་པོ་དེ་ཚོ་ཡང་ནས་ཡང་དུ་སྒྲོག་རྒྱུ་དེ་ཧ་ཅང་གལ་ཆེན་པོ་རེད། དཔེར་ན་ང་ཚོ་གྲྭ་ས་དེ་ཚོ་ལ་ཡང་བླ་མ་ཆེན་པོ་དེ་ཚོ་གྲོངས་སོང་དུས་གོང་ལ་བསྙོན་དང་མཚན་ཐུགས་ནི་དེ་ནི་གཞུང་ཆེན་པོ་ཀློག་རྒྱུ་རེད། གཞུང་ཆེན་པོ་སྒྲོག་རྒྱུ་རེད་རེད་བ། ཨོ་ཐོག་སུ་བྱས་ནས་ཨ་ཤི་བོད་ཀྱི། ཅིག། འདི། ཁ་སང། ད་འདི་སྔོན་གྱི་སྨོན་ལམ་བྱས་དང་དེ་ཡང་དེ་འདྲའི་གི་ཐོག་ལ་དགོངས་པ་ཞིག་དགོས་ཀྱི་འདུག། ད་འདི་ཐོག་ལ། ནང་ཆོས་ཀྱི་གཞི་རང་གི་སྦྱིན་བྱེད་ཅིག་ཡིན་པ་ཡིན་ན། ང་རང་ཚོ། ནང་པ་སངས་རྒྱས་པ་ཅིག་ཡིན་པ་ཡིན་ན་དང་པོ་སྟོན་པའི་རྣམ་ཐར་རོབ་ཙམ་ཅིག་ཤེས་དགོས། སྟོན་པ་བཅོམ་ལྡན་འདས་གང་འདྲའི་ཡིན་པ། ག་དུས་ཕེབས་པ། ཁོང་གི་མཛད་པ་གང་ཡིན་པ། དེའི་སྒང་ལ། ནང་ཆོས་གསན་མཁན་དེ་ཕྱིས་ན། དགོས་མཁོ་གང་ཡོད་པ། མ་གཞི་ན་གནོད་སྐྱོན་གང་ཡོད་པ། དཔེར་ན་ང་ཚོའི་བསམ་བློ་བཏང་ན། གཅིག། འདི་འདི་བྱེད་ཡོད་རེད་པ། ད། དཔེར་ན། སྐྱ་ལག་ཅིག་ལ། གུང་མོ་བཅུ་ཆེན་གྱི་སྐྱ་ལག་ཅིག་ཕུ་ནས་ཉོ་གི་ཡོད་ན། ཡག་འགྲིག། མ་འགྲིག། ཡག་པོ་འདུག། ཡག་པོ་མི་འདུག། མཛའ་འདི། མ་མཛའ་འདི། གུང་མོ་བཅུ་ལ་ཡང་དེ་འདྲའི་གི་བརྟག་དཔྱད་མང་པོ་བྱེད་དགོས་རེད། ནང་པ་སངས་རྒྱས་པའི་ཆོས་བྱེད་ཟེར་དུས་བརྟག་དཔྱད་གང་ཡང་མེད་པར་ག་བ་ལས་སོང་ན་དེ་ན་གུང་མོ་ལྔ་བཞག་དེ་ན་གུང་མོ་བཅུ་བཞག་འདིས་ཕན་ཐོགས་འདིས་དགོས་མཁོ་གང་ཡང་མ་ཤེས་ན་འགྲིག་གི་མི་འདུག།

འཁོར་བ་དང་ངན་སོང་གི་སྡུག་བསྔལ་ཐམས་ཅད་སྐྱོང་མཁན་དེ་ཁོང་ལ་སྐྱབས་བཅོལ་ཡོད་དུས་སྐྱབས་བཅོལ་ས་གི་ཡུལ་དེ་ཕུག་བློ་ཡུལ་ལ་གཏན་ནས་མེད་པ་ཞིག་ནས་ད་སྐྱབས་སུ་འགྲོ་སྲོལ་ཡོད་ཚེ་གཅིག་འདོན་གཅིག་སྒྲུབ་ན་དཀའ་མོ་ཆེ་ཁྲ་མོ་ཆེ་རེད། དཔེར་ན་ངས་དཔོན་པོ་གཅིག་ལ་སྐྱབས་སུ་འགྲོ་དགོས་ཀྱི་ཡོད་ན། ང་ད་ལྟ་ཉི་ཅན་པ་གཅིག་དཔོན་པོ་ཆེན་པོ་གཅིག་ལ་སྐྱབས་སུ་འགྲོ་དགོས་ན་དཔོན་པོ་དེས་ཐབས་ཤེས་གང་དྲག་གི་ཐོག་ནས་ངོ་ཤེས་དགོས། ཁོ། རྒྱུན་ལ་ཞེས་ཁོ། ཅོ་ཨུ་ཐུ་བཏགས། དུ་ནང་བཞིན་ཟངས་ཀྱི་དཀོན་མཆོག་ཆུའི་དཀོན་མཆོག་དགེ་འདུན་དཀོན་མཆོག་སོགས་ལ་སྐྱབས་སུ་འགྲོ་གི་ཡོད་ན་ཡིན་གཅིག་མིན་གཅིག་སྐྱབས་འགྲོ་གི་ཡོད་དེ་ཤི། སྐྱབས་སུ་འགྲོ་ཚུལ་དེ་ཤི། སྐྱབས་འགྲོའི་ངོ་བོ་དེ་ཤི་ད་སྐྱབས་སུ་འགྲོ་ན་ཡག་པོ་འདུག་དེའི་ཐུགས་ནི་ཨ་ནི་སྐྱབས་སུ་འགྲོ་མི་འགྲོ་གི་ཐུགས་ནི་ནང་པ་ཡིན་དང་མ་ཡིན་གི་དོན་དེ་ཡང་སྐྱབས་འགྲོ་ཡོད་ན་ནང་པ་རེད། སྐྱབས་འགྲོ་མེད་ན་ནོངས་པ་མ་རེད། དེའི་རྒྱུ་མཚན་གྱིས་ཐོག་མར་སྐྱབས་འགྲོ་ཤི་དགོས། གཉིས་ནི། ད་ང་ཚོ་བོད་དེ་མང་ཆེ་ས་ཐེག་པ་ཆེན་པོ་རྐྱང་རྐྱང་རེད་ཟེར་གི་རེད། ཐེག་པ་ཆེན་པོ་བ་རྐྱང་རྐྱང་ཡིན་ན་བྱང་ཆུབ་ཀྱི་སེམས་ཟེར་བ་དེ་མེད་ན་ཐེག་པ་ཆེན་པོ་བ་རེད་མེད། མེད་པ་སོང་ཙང་ཡིན་གཅིག་མིན་གཅིག། མཐའ་དག་པའི་སེམས་ཅན་ཐམས་ཅད་ཀྱི་དོན་དུ་སངས་རྒྱས་ཀྱི་གོང་འཕང་ཐོབ་པར་འདོད་པའི་བློ་ག་འདྲས་སྐྱེ་དགོས་པ། ཇི་ལྟར་སྐྱེ་ཚུལ་སྐྱེ་དགོས་པ་དེ། ངེས་པར་དུ་སེམས་བསྐྱེད་གཏིང་མོ་ཞིག་དགོས། དེ་ནི་ང་ཚོ་ནང་ཆོས་ཀྱི་ཐོག་ནས་ཆེས་གལ་ཆེ་བ་ཅིག་རེད། དེ་ནས་དེ་ལས་སྤྲོས་ཏེ། ད་དུས་རྒྱུན་དུ་དམངས་ཁྲོད་ཀྱི་ནང་ལ་ཡང་རྣམ་པ་སངས་རྒྱས་པའི་ཆོས་བཤད་མཁན་ཞིག་ཡིན་ན། དུས་རྒྱུན་གྱི་ཉམས་ལེན་གྱི་སྐོར་གྱི་ནང་ལོགས་ལ་ཤ་ཚ་བ། ཆོས་པ་འབོད་ལུགས། སྡིག་པ་བཤགས་ལུགས། སྐོར་བ་རྒྱབ་ལུགས། གཟུངས་སྔགས་བགྲང་ལུགས། དེ་ནས་གཅིག་རྡོ་ལ་མ་ནི་བསྐོར་བ་ལ་སོགས་པ། ཀློང་རྟ་མཆོད་པ། བསང་གསོལ་ཞུས་པ་འདུག་གསུང་རང་རང་སོ་སོའི་གིས་དེ་ནས། དགོན་པ་སོ་སོའི་གི་འགན་ཁུར་ནས་དམངས་ཁྲོད་ཀྱི་མི་མང་ལ་ཡང་ངོ་སྤྲོད་བྱེད་ཆོག་ད། དམངས་ཁྲོད་ཀྱི་མི་མང་སོ་སོའི་ངོས་ནས་ཀྱང་རང་ལ་གང་ཡོད་པ་དེ་ཡར་ཕུལ་ནས། དེ་ནས་ཅིག་ཕྱི་བོད་ཀྱི་ཡིན་ན་ཕྱི་ཡོང་བའི་སྐབས་གང་དང་གང་དུ་ཡིན་པ་དེ་ནས་ཅིག། གཅིག་ཕུག་ལུང་རྒྱ་ངན་གྱི་བླ་མ་གཅིག་ལ་རེ་བ་རྒྱག་ནས་གཅིག་ཕུད་བསྡད་པ་དེ་ཙམ་མ་ཡིན་པར་རང་གི་ཐུགས་ནས་མི་ཚེ་གི་ནང་ལ་ཆོས་སྒྲུབ་ཡོད་བསམ་པ་གཅིག་དང། ཆོས་ཤེས་ཡོད་བསམ་པ་གཅིག་དང། ནང་པ་སངས་རྒྱས་ཀྱི་རང་ལས་ཤེས་དགའ་བླ་མོ་ཤེས་དགའ་བླ་མོ་ལ་ཡང་རང་གི་བློ་བདེ་པོའི་ཐུགས་ནས་མི་ཚེ་འདིའི་ནང་ལ། ཚབས་ཆེ་བའི་སྡིག་ལས། ཚབས་ཆེ་བའི་སྡིག་པ་སྣ་ཚོགས་པ་གཅིག་སྒྲུབ་མེད་པ་གཅིག་དང། ཚབས་དེ་འདྲའི་གི་ཐུགས་ནས་ནང་པ་སངས་རྒྱས་པའི་ཆོས་ལུགས་ལ་དད་པ། དག་ནོ། ཡོད་པའི་དོན་ནི་འགལ་བ་ཡང་རང་གི་ལུས་ཐོག་ནས་གང་ལ་གང་ཚང་ཞིག་འབྲི་བྱ་ཡོད། སྒྲུབ་པ་དེ་རང་གི་མཚན་ལ་ཡོད་པའི་དོན་ནི་མཚན་བདེ་བའི་དོན་ནི་ཤེས་བྱ་ཡོད་པ་ཅིག་བྱས་ཏེ་རྣམ་པ་སངས་རྒྱས་པའི་ཆོས་ལུགས་པ་གཅིག་གིས་འགྱོད་པ་མེད་པ་གཅིག་གི་དོན་ནི་འགྲོ་ཐུབ་པ་ཆེ་གལ་ཆེན་པོ་དེ་རེད། ཆོས་ལུགས་པ་གཅིག་གིས་ད་མཐའ་དོན་གྱི་གདམས་ངག་དེ་དེ་འདྲ་ཅིག་རེད།

ངེས་པར་དུ་ད་ལྟ་དགོས་མཁོ་དང་འབྲེལ་བའི་ཐོག་ནས་བཤད་ན་རེད། ཆོས་ལུགས་དེ་དར་རྒྱས་ཕུན་སུམ་ཚོགས་པ་ཅིག་ཡོང་དགོས་ན་ཡིན་གཅིག་མིན་གཅིག་སྐྱ་སེར་ཕོ་མོ་དབྱེ་བ་མེད་པར་དེ་ནི་བོད་ཀྱི་རྣམ་པ་ཚང་གཅིག་པའི་ཆོས་ལུགས་འདི་ཨ་ནི་ཕོ་མོ་དབྱེ་བ་མེད་པའི་གི་ཐོག་ནས་ཤེས་པ་ཅིག་དང། གོ་བ་ཅིག་འཛིན་སྐྱོང་བྱེད་པ་ཅིག་ཡོང་ན་ཡག་པོ་ཡོང་གི་རེད་དྲན། གྲྭ་པ་གཅིག་པོ་གཅིག་གི་ཐོག་ནས་བསྲན་དགོས་ན་ད་ག་ལེ་ཁ་པོ་ཆགས་ཀྱི་རེད་བསམ་གི་ཡོད་ད་མཐའ་དམ་དེ་འདྲ་ཞིག་རེད། ད་དེ་རིང་འདི་ལ་ད་འདི་རེད།